ང་ཚོ་ཆོས་པ་ཚོ་ལ་དཀའ་ངལ་ཆེ་ཤོས་དེ་དེ་རེད་འདུག་ག་མི་སེར་ཆོས་ལ་སྐྱེས་ཡིན་ཟེར་གྱི་ཡོད་རེད་མི་སེར་ཆོས་ལ་སྐྱེས་ཡག་ལ་དེ་ནས་བློ་དེ་ཆོས་ཀྱི་ནང་ལ་བར་འཇུག་བྱས་ནས་ཆོས་དང་རང་རྒྱུད་དང་ཆོས་གཉིས་དེ་གཅིག་ཏུ་འདྲེས་ནས་མྱ་ངན་བྱས་པ་ཡིན་ན་མི་སེར་ཆོས་ལ་སྐྱེས་བ་ཟེར་གྱི་ཡོད་རེད་དེ་མ་གཏོགས་རྣམ་འགྱུར་གྱི་ཐོག་ནས་རྣམ་པ་ཙམ་ལ་ང་ཚོ་དཔེ་ཆ་མང་པོ་ཞིག་བལྟས་པ་ཡིན། མཚམས་གཉིས་སྒྲུབ་མང་པོ་བྱས་པ་ཡིན། འོ་ད་ག་ན་ཤིང་ལོགས་གསུམ་ཕྱོགས་གསུམ་ནས་མང་པོ་ཅིག་འགྲིམས་པ་ཡིན། ད་ག་ན་ཤིང་གི་གཅིག་གནས་གཡོན་པ་དེ་ཚོ་དེ་ལ་ཡང་འདག་ཆ་ཞེས་བྱས་ནས། གནས་གཡའ་རི་གཡའ་རི་གངས་རི་བྲག་རི་རྫ་རི་ལ་སོགས་པ་རྣམས་སུ་ཉམས་ལེན་མང་པོ་བྱས་པ་ཡིན་ཟེར་བ་ཡིན་ན་ཡང་ཕན་པོ་ཕན་ཐོགས་ཤིག་རག་མི་འདུག་ག། དེ་འདྲ་ཡིན་དུ་བློ་རྒྱུད་ལས་སུ་རུང་བ་དགོས་ཀྱི་ཡོད་རེད། བློ་རྒྱུད་ལས་སུ་རུང་ཟེར་ཡ་དེ་སེམས་དང་ཆོས་འབྲེལ་དགོས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུ། ང་ཚོ་དེ་འདྲ་ཞིག་མེད་པ་ཡིན་དུས་ད་ཅིག་གི་ལོ་མང་པོ་ཅིག་སོང་པ་ཡིན་ན་ཡང་ཅིག་གི་ཉམས་སྐྱེ་ཡ་ལ་ཡང་དཀའ་ངལ་ཆེན་པོ་ཅིག་རྟོགས་པ་སྐྱེ་ཡ་ལ་ཡང་དཀའ་ངལ་ཆེན་པོ་ཅིག་མི་དག་པའི་འདུ་ཤེས་ཅིག་ལ་ཡང་ད་ང་ཚོ་བསམ་བློ་མང་པོ་བཏང་གི་ཡོད་རེད་དེ་ཡིན་ན་ཡང་དངོས་གནས་ཀྱི་བློ་ནང་དུ་ཕྱོགས་ནས་བསམ་བློ་བཏང་ཡོད་དུས་འོ་མི་དག་པའི་བློ་ཡང་དག་པ་ཅིག་སྐྱེ་འགྲོ་བས་ཟེར་བལྟས་པ་ཡིན་ན་ཅིག་དཀའ་ལས་ཁ་པོ་ཡིན་དེ་ངེས་ཅིག་དེ་འདྲ་རེད་དོ་ཏིང་ངེ་འཛིན་ཡིན་ན་དེ་རེད་བྱམས་པ་ཡིན་ན་དེ་རེད་མི་དག་པའི་བློ་ཡིན་ན་དེ་རེད། བདག་མེད་པའི་བློ་ཡིན་ན་དེ་རེད། བྱམས་པ་དང་སྙིང་རྗེ་གི་བློ་ཡིན་ན་དེ་རེད། ཆོས་ཀྱི་ནང་ན་སེམས་ཀྱི་ཡོན་ཏན་མང་པོ་བཤད་ཀྱི་ཡོད་རེད། སེམས་ཀྱི་ཡོན་ཏན་མང་པོ་བཤད་ང་ཚོ་གིས་དེ་བློ་ལ་བཟུང། ད་གནས་གཅིག་གིས་དེ་ལ་འགྲེལ་བཤད་རྒྱག། ཆགས་པའི་ནང་ལ་དེ་འདྲས་སོང་འདུག་ཟེར་ནས་ང་ཚོ་རྒྱུས་ཡོད་པ་ཆོས་ལ་ཆུ་རྒྱུས་ཡོད་པ་ཆགས་ཀྱི་ཡོད་རེད་དེ། ཡིན་ན་ཡང་བློ་རྒྱུས་ལས་སོ་མ་རུང་པ་ཡིན་འདུག་འགག་ལ་ཐུག་པའི་སྐབས་སུ་ལ་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད། དེ་འདྲ་རེད་བ། དེ་འདྲ་ཡིན་དུས་སངས་རྒྱས་བྱང་ཆུབ་སེམས་དཔའ་ཐམས་ཅད་ཐུགས་རྗེ་ཆུང་བ་མ་རེད་ཐུགས་རྗེ་དང་བྱིན་རླབས་ཆེ་བ་རེད་ཐུགས་རྗེ་དང་བྱིན་རླབས་ཆེ་མ་ཆེ་ཟེར་ཡག་དེ་ཐུགས་རྗེ་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་ནས་ཆོས་ཉམས་ལེན་གནད་དུ་སོང་ན་ཐུགས་རྗེ་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་པའི་རྟགས་རེད་འོང། ཆོས་ཉམས་ལེན་གནད་ལ་མ་སོང་ན་ཐུགས་རྗེ་དང་བྱིན་རླབས་ཆེན་པོ་རེད་ཟེར་ན་ཡང་ཁ་སྟོང་པ་རེད། སྐད་ཅིག་སྟོང་པ་རེད་དེ་ལ་ནུས་པ་ཞེས་བྱེད་སྒྲ་གང་ཡང་མི་འདུག་ག་ངོ་དེ་འདྲ་ཡིན་དུས། རྗེས་ཀྱི་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་བསྲེས་ཏེ་ཤིན་ཏུ་བསམ་པ་ཤིན་ཏུ་བསྲེས་ཏེ་ཐེག་པ་ཆེན་པོའི་ཆོས་ནི་བཤད་པའི་གེགས་དང་བསམ་པ་རྒྱ་ཆེ་བ། སྦྱོར་བ་རྒྱ་ཆེ་བ་བསམ་སྦྱོར་རླབས་ཆེན་པོ་ཡོད་པ་དེ་རིགས་བསྒྲེས་ལ་ཤིན་ཏུ་བསམ་པ་བཟང་པོ་བསྲེས་ཏེ་དེ་ཡོང་གི་ཡོད་རེད། ཅི་འདོད་བསམ་པ་བཟང་དང་ལྡན་པས་ཉོན་ཟེར་བའི་སྐབས་སུ་ད། རྣ་བས་ཉན་དགོས་ཀྱི་བ་རེད། རྣ་བས་ཆོས་ཉན་པའི་སྐབས་སུ་ལ་ཀུན་སློང་གལ་ཆེ་བ་རེད་མ་གཏོགས། ལུས་ཆོས་རའི་ནང་ལ་བསྡད་ན་ཡང་སེམས་དེ་ཆོས་དང་མ་འབྲེལ་ན་ཕན་གྱི་མི་འདུག་ཟེར་བའི་ལྟར་དོན་དག་དེ་ཡོང་གི་འདུག་བ་དེ་འདྲ་ཡོད་དུས་ཅི་འདོད་བསམ་པ་བཟང་དང་ལྡན་པས་ཉོན། དེ་ལྟར་མ་ཡིན་ན་ད་ལྡོག་ཕྱོགས་ཀྱི་ཐོག་ནས་བཤད་ཡོད་དུས་དགེ་བསྔལ་བློ་ལ་ཟེར་བའི་སྐབས་སུ་ལ་དགེ་བསྔལ་བློ་ཟེར་ཚིག་དེ་ལ། སྤྱི་དང་ཚིག་དངོས་སུ་རྒྱལ་ངེས་སུ་ཤེས་པ་རེད་དེ་ཤུགས་ལ་ག་རེ་དགོས་པར་སོང་ན་འདོད་ཆགས། ཞེ་སྡང། གཏི་མུག། ང་རྒྱལ་ཕྲག་དོག་ལ་སོགས་པ་རྩ་བ་བདག་ཏུ་འཛིན་པའི་གི་བློ་དེས་བསྐྱེད་པས། ཕྱིན་ཅི་ལོག་པའི་འདུ་ཤེས་ཕྱིན་ཅི་ལོག་པའི་རྣམ་རྟོག་ཕྱིན་ཅི་ལོག་པའི་ཀུན་རྟོག་དེ་འདྲའི་ཅིག་གི་ཐོག་ནས་ཆོས་ཀྱི་རྣམ་གྲངས་ག་འདྲའི་ཅིག་ཉམས་ལེན་བྱེད་པ་ཡིན་ན་ཡང། དེ་ལ། སངས་རྒྱས་འོད་དཔག་མེད་དང་རྡོ་རྗེ་སེམས་དཔའ་ལ་སོགས་པ་བླ་མ་དང་ལྷག་པའི་ལྷ་ཐམས་ཅད་ཀྱིས་བྱིན་རླབས་འཇུག་གི་མ་རེད། བདེ་བར་གཤེགས་པ་རྣམས་ཀྱི་བྱིན་མི་རློབ་སའི་ཚིག་སྟེ། ཁོང་རྣམས་པའི་བྱིན་གྱིས་མི་རློབ་པའི་སྐད་ཆ་མ་ཡིན་པ་བྱིན་གྱིས་བརླབས་ཀྱང་བྱིན་རླབས་འཇུག་མ་རེད་ད་ལྟའི་རེད་དོ། ང་ཚོས་གསོལ་བ་བཏབ་ཀྱི་ཡོད་རེད། གསོལ་བ་བཏབ་ནས་ཅིག་ཐུགས་རྗེས་གཟིགས་རོགས་གནང་བྱིན་གྱིས་བརླབ་ཏུ་གསོལ། ཆོས་བློ་རྒྱུད་ལས་སུ་རུང་བ་བྱིན་གྱིས་བརླབ་ཏུ་གཟིགས་ཀྱི་ཡོད་རེད་དེ་བློ་རྒྱུད་ལས་སུ་རུང་བ་ལ་རང་གི་ལག་ཏུ་ལེན་ནས་དེ་ལ་ཡང་འཇུག་མ་ཐུབ་ན་གསོལ་བ་བཏབ་པ་ཙམ་གྱིས་ཕན་གྱི་མི་འདུག་བ་དེ་འདྲ་ཡིན་དུས་གསོལ་བ་བཏབ་ན་ཡང་གསོལ་བ་འཐད་པ་ཅིག་དགོས་ཀྱི་ཡོད་རེད། ཐུགས་རྗེའི་གཟིགས་པ་ཡིན་ན་ཡང་ཐུགས་རྗེ་དེ་རང་གི་རྒྱུད་ལ་འཇུག་དགོས་ཀྱི་འདུག་དེ་ཉིད་ལ་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། རེད་འདུག་ག་གསོལ་བ་བཏབ་ཚེ་ཚང་མ་དེ་གསོལ་བ་ཐེབས་ཀྱི་ཡོད་མ་རེད་དེ་ངའི་རྣམ་པ་ཁོང་ཚོ་ཞུ་བསྡད་ཀྱི་ཡོད་དེ་རེད་ཨ་རེད་བ་འདུག་ག་ང་ཚོ་གསོལ་བ་བཏབ་ཀྱི་ཡོད་རེད་དེ་གསོལ་བ་བཏབ་ཚེ་དེ་གསོལ་བ་ཐེབས་ཐུབ་ཀྱི་མི་འདུག་གསོལ་བ་བཏབ་པ་བཞིན་དུ་གསོལ་བ་ཐེབས་དགོས་ཀྱི་ཡོད་ན་ད་ལྟ་གོང་དུ་བཤད་པའི་གི་ཀུན་སློང་ཕྱིན་ཅི་ལོག་པ་ཐམས་ཅད་ལས་ཡར་ལྡོག་ཀུན་སློང་བཟང་པོའི་གི་ལམ་ལ་འཇུག་ལྟ་བ་སྒོམ་པ་སྤྱོད་པ་ཕྱིན་ཅི་མ་ལོག་པའི་ལམ་ལ་འཇུག་བཀའ་དགོངས་འགྲེལ་དང་བཅས་པ་ཐམས་ཅད་ནས་གསུངས་པའི་གི་དོན་དེ་ཡིད་ལ་བཞག་དེ་ལག་ཏུ་བླངས་ན། དེ་ལག་ཏུ་ལེན་ན་དེ་ཚུལ་བཞིན་དུ་རྒྱུད་ལ་སྦྱར་ན་གསོ་བ་ཐེབས་ཀྱི་རེད། འོ་དེ་ང་ཚོ་ཤེས་དགོས་དགོས་འདུག་བ། བདེ་བར་གཤེགས་པ་དང་ལྷག་པའི་ལྷ་ཐམས་ཅད་དང། གཅིག་གིས་སོ་སོ་སོ་ཉམས་ལེན་བྱེད་མཁན་ཐམས་ཅད་ཀྱི་པར་རུ་ལ་ཡང་འགྲེལ་པ་ཞིག་བཟོ་དགོས་ཀྱི་འདུག་བ། དེ་འགྲེལ་པ་བཟོ་ཡ་ལ། གཅིག་དེ་ག་ཧ་ལོ་ཟེར་བའི་སྐད་ཕན་གྱི་མེད་འདུག། དེ་གི་ཚེ་ནས་བོས་པའི་ཕན་གྱི་མེད་འདུག་དེ་གི་གཟུངས་སྔགས་བཟླས་པ་ཙམ་ཞིག་ཕན་གྱི་མེད་འདུག། དང་གཟུངས་སྔགས་བཟླས་པ་དང་དེ་ཡི་ཚེ་ནས་བོས་པ་བཞིན་དུ་དེ་དག་གིས་ཇི་ལྟར་གསུངས་པའི་གི་དོན་དེ་དག་ཐམས་ཅད་དང་བཀའ་དེ་དག་ཐམས་ཅད་དེ་ཡིད་ལ་བཞག་ནས་དེ་ལག་ཏུ་བླངས་པ་ཡིན་ན། འོ་དེ་ནས་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་བྱིན་རླབས་འཇུག་གི་ཡོད་རེད་དེ་བཞིན་དུ་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་པ། འོ་དེ་ང་ཚོ་གལ་ཆེན་པོ་རེད་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་པ་ཅིག་གསོལ་བ་བཏབ་ཚད་ཐམས་ཅད་དེ་གསོལ་བ་ཐེབས་གི་མེད་པ་གསོལ་བ་ཐེབས་པ་ལ་གསོལ་བ་བཏབ་ཤེས་པ་གསོལ་བ་བཏབ་ཤེས་པ་དེ་ཡི་ལམ་དེ་ག་བར་འགྲོ་གི་འདུག་ཟེར་ན་བློ་རྒྱུད་ལས་སུ་རུང་བ། བློ་རྒྱུད་ལས་སུ་རུང་བ་དེ་ག་རེ་བདག་མེད་པར་རྟོགས་པའི་ཤེས་རབ་ལ་སོགས་པ་དེ་ཐེག་པ་ཕྱི་གཟུང་གི་ཡོན་ཏན་ཐམས་ཅད་རྒྱུད་ལ་སྦྱར་དགོས་ཀྱི་ཡོད་པ་དེ་འདྲ་དེ་དག་གི་རྩ་བ་ག་བ་ཐུག་ཡོད་རེད་བསམ་ན་ཀུན་སློང་མ་ནོར་བ་ཞིག་དགོས་ཀྱི་ཡོད་པ་དེ་འདྲ་གཞི་མ་ནོར་བ་ལམ་མ་ནོར་བ་ཞིག་གི་ཐོག་ནས་འབྲས་བུ་མ་ནོར་བར་འགྲོ་དགོས་ཀྱི་ཡོད་པ་དེ་ཐེག་པ་ཆུང་ངུ་ནས་བྱས་ནས་གསང་སྔགས་བླ་མེད་ཀྱི་བར་དུ་འགྲོ་སྟངས་ཚང་མ་གཅིག་པ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུ་བདེ་བར་གཤེགས་པ་རྣམས་ཀྱི་ཕྱིར་མི་སློབ་ཞེས་པའི་གི་རྒྱུད་ཀྱི་ཚིག་དེ་ང་ཚོ་ཐུགས་ལ་ངེས་ནས་རེད་དུ་བ་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན་ཟེར་བའི་སྐབས་སུ། ཀུན་སློང་དང། བསམ་པ་དང་སྦྱོར་བ་གྱི་ཁྱད་པར་བཤད། རེད་འདུག་བ། དེ། མཐུན་པའི་ཕྱོགས་ནས་བཤད་པ་རེད། མི་མཐུན་པའི་ཕྱོགས་ནས་བཤད་ཡོང་དུས་རྒྱལ་ངན་བློ་ལ་ཟེར་བའི་བཀའ་སྲོལ་ལ། དེ་ཡི་ལྡོག་ཕྱོགས་དེ་ཕྱིན་ཅི་ལོག་པའི་བློ་ཐོག་མེད་ནས་གོམས་པའི་བག་ཆགས་ངན་པ། ཐོག་མེད་ནས་གལ་ཏེ་གོམས་པའི་གི་རྟོག་པ་ངན་པ། ད་ནི་འཇམ་པ་ཚིག་ཆོས་ནས་གསུང་བ་ན་བཞིན་གྱི། རེད་འདུག་བ། འོ། འདུ་ཤེས་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་བ་ཚིག་དེ་གཉིས་དེ་ངས་བཏགས་པ་རེད་ཟེར་ཞུ་གི་ཡོད་བ། འདུ་ཤེས་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནི་འགོག་པར་བྱེད། འདུ་ཤེས་ཟེར་བ་དེ་རྟོག་པ་རགས་པར་བཤད་པ་རེད། རྣམ་ཤེས་ཟེར་བའི་སྐབས་སུ་རྟོག་པ་ཕྲ་མོ་བཤད་པ་རེད། རྟོག་པ་ཕྲ་རགས་རེད། ཕྱིན་ཅི་ལོག་པའི་སྐབས་སུ་ལ་ཡང་རྟོག་པ་ཕྲ་རགས་བཤད་དགོས་ཀྱི་ཡོད་རེད། སྒོམ་བརྒྱ་པའི་སྐབས་སུ་ལ་ཡང་སྒོམ་གྱི་སྐབས་སུ་ལ་ཡང་དཔེར་ན་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་དང་སངས་རྒྱས་རྒྱལ་མ་ངོ་སྤྲོད་སྐབས་སུ་ཞུ་གི་ཡིན་དབང་བཞིའི་རིམ་པ་ཉམས་ལེན་བྱེད་པའི་སྐབས་སུ་ལ་ཡང། རྟོག་པ་རགས་པ་ཐམས་ཅད་དེ་ཚུལ་བཅོམ་བྱས་ནས་རྟོག་པ་རགས་པའི་རགས་པ་ཐམས་ཅད་དེ་ཚུལ་བཅོམ་ནས་དེ། གཉུག་མའི་ཤེས་དཔལ་གྱི་རྩིས་ཟིན་ཡོད་དུས་དབང་ཞེས་པ་ཚིག་དབང་རིན་པོ་ཆེའི་དབང། ཐུན་མོང་གི་དབང་རིམ་པ་གསུམ་དབང་དབང་གོང་མ་གསུམ་གྱི་དབང་དུ་སོང། བུམ་དབང་གསང་དབང་ཤེར་དབང་དབང་དུ་སོང་ནས་དེ་གསུམ་གྱི་སྟོབས་དང་སྟོབས་སམ་ནུས་པ་ཕྲ་མོ་དེ་ཚིག་དབང་རིན་པོ་ཆེ་ཐོག་ལ་སླེབས་ཀྱི་ཡོད་རེད་དེ། མ་བཅོས་པའི་སེམས་ཀྱི་གནས་ལུགས་ཐོག་ལ་མཉམ་པར་བཞག་ཡོང་དུས་གང་ངོ་ཤེས་དགོས་ན་ཕྲ་བ་གཉུག་མའི་ཤེས་པ་དེ་ངོ་ཤེས་དགོས་ཀྱི་ཡོད་རེད་དོ། རྟོགས་པ་ཕྲ་རགས་ཡོང་གི་འདུག་ཕྱིན་ཅི་ལོག་པ་ལ་ཡང་རྟོགས་པ་ཕྲ་རགས་ཡོང་གི་ཡོད་རེད་དེ་དང་མི་མཐུན་པའི་མི་མཐུན་པའི་གཉེན་པོའི་བདག་ཉིད་ཅིག་གི་བློ་བློའམ་ཤེས་པ་ལ་ཡང་ཁྲ་ཁྲ་ཡོང་དེ་ཡོད་རེད་འོ་དེ་འདྲ་ཡིན་དུས་ཕྱིན་ཅི་ལོག་པའི་སྦྱར་བ་ཚན་ཆུང་ནང་ནས་བཤད་བསྡད་པ་དེས་གསུངས་པ་དེ་འདུ་ཤེས་ཀུན་གྱི་སེལ་བའི་བཀའ་སོགས་ལ་བརྟེན་ནས་འདུ་ཤེས་དེ་རགས་པ་ལས་བཤད་པ་རེད་རགས་པའི་ཕྱིན་ཅི་ལོག་པའི་རྟོག་པ་ཁྲ་ཁྲ་ཐམས་ཅད་སྐྱོང་དགོས་པར་བཤད། རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་བ་ལ་དེ་ཀུན་གྱི་རྩ་བ་ཕྲ་མོ་དེས་བརྟེན་ནས་རྟོག་པ་ཕྲ་མོ་ལ་བཞག་པ་རེད་དེ་ག་རེ་སོང་ན་རྣམ་ཤེས་ལ་བཞག་པ་རེད་དེ་འདྲ་ཡིན་དུས་འདུ་ཤེས་དང། འདུ་ཤེས་ཕྱིན་ཅི་ལོག་པ། རྣམ་ཤེས་ཕྱིན་ཅི་ལོག་པ། རྟོག་པ་ཕྱིན་ཅི་ལོག་པ་ཐམས་ཅད་དེ་ཟས་གུ་གུ་རེ་ཟེར་ཡང་ཚིག་དེའི་འགྲེལ་བཤད་བྱེད། སྡོམ་རྒྱ་ས་དེ་རྒྱལ་ངའི་བློ་ལ་ཞེས་པའི་ཚིག་དེ་ལ་སླེབ། དེ་ཡིན་དུ་རྒྱལ་ངའི་བློ་ལ། འོད་དཔག་མེད་ལ་སོགས་བདེ་བར་གཤེགས་པ་རྣམས་ཀྱིས་ཕྱིན་མི་ལོག་ཟེར་བའི་བཀའ་སོགས་ཡ། ད་ལྷ་དང་བླ་མ་ཟེར་ཡག་ཅིག་གུ་གུ་འདུག་ང་ཚོ་གསོལ་བ་བཏབ་ས་ཅིག་གུ་གུ་འདུག་བ། འཇམ་པའི་དབྱངས་ཅེས་རེ་ཟིག། རྗེ་བཙུན་འཇམ་པའི་དབྱངས། རྗེ་བཙུན་སྒྲོལ་མ། ཕྱག་ན་རྡོ་རྗེ་ལ་སོགས་པ་ལྷག་པའི་ལྷ་མང་པོ་ཅིག་ཞི་བ་ཁྲོ་བོ་ཞི་མ་ཁྲོ་ལ་སོགས་པ་མང་པོ་ཅིག་ང་ཚོ་གསོལ་བ་བཏབ་ཡོད་ཅེས་སྒུག་གི་འདུག་ག་ཡིན་ན་ཡང་གསོལ་བ་བཏབ་ཡོད་ཅེས་སྒུག་གི་འདུག་གསོལ་བ་བཏབ་ཤེས་ཀྱི་ཡོད་རེད་དེ་ཡིན་ན་ཡང་གསོལ་བ་འདེབས་པ་ལ་ཆ་ཞེན་ག་རེ་ཚང་གི་ཡོད་མེད་དེ་ང་ཚོས་ཤེས་རྟགས་ཅན་བཏང་གི་ཡོད་མ་རེད་ད་དེ་ཡི་ཐོག་ལ་བློ་ཉེ་བ་སྦྱངས་ནས་དེ་ཡི་ཐོག་ལ་བློ་ཉེ་བ་གཞོག་ནས་རྟགས་ཅན་བཏང་ཡོད་དུས་འོ་ད་ཕྱིན་ཅི་ལོག་པའི་རྟོག་པ་དེ་འདྲ་ཞིག་སྐྱེས་པ་ཡིན་ན་བདག་དང་ལྷ་གཉིས་ཀྱི་པར་རུ་ལ་ཡང་ཧེ་བག་ཆེན་པོ་འགྲོ་གི་འདུག། བདག་དང་ལྷ་གཉིས་ཀྱི་བར་དོ་ལ་ཡང་དུ་ཐག་ཉེ་བོ་བཟོ་ཐུབ་ཀྱི་མི་འདུག་ཟེར་ད་ང་ཚོ་དུས་ཆེན་བསྙེན་པ་བསགས་ཟིག་རེད་བསྙེན་པ་བསྙེན་པ་ཟེར་གྱི་འདུག་བ་བསྙེན་ཟེར་ཏེ་བ་འུ་ས་ཉག་དང་གཡག་རིན་པོ་ཆེ་ན་བསྙེན་ཟེར་ཚིག་དེ་ག་རེ་གོ་དགོས་རེད་ཟེར་ན་ཐག་ཉེ་བོར་བཟོ་ག་ཟིག་ཡོད་རེད་བ། བཟླས་བརྗོད་བྱས་ཡོང་དུས་དང་པོ་ལུས་ལྷ་ཡི་སྐུ་ལ་བསྒོམ། ངག་ལྷ་དེ་ཡི་བཟླས་བརྗོད་བྱས། སེམས་ལྷ་དེ་ཡི་ཏིང་ངེ་འཛིན་དང་མ་བྲལ་བ་བྱས་ནས་ལུས་ངག་ཡིད་གསུམ། ཕྱིན་ཅི་ལོག་པའི་ལུང་ང་ཡིད་གསུམ་དེ་དག་པའི་སྐུ་གསུང་ཐུགས་ལས་ཡང་སྦྱར་ཤེས་ན་ལྷ་སྒྲུབ་བྱེད་ཀྱི་ཡོད་རེད། ཕྱིན་ཅི་ལོག་པའི་གི་འདི་ནི་ལུང་ང་ཡིད་གསུམ་དེ་དག་པའི་ལྷ་ཡི་སྐུ་གསུང་ཐུགས་ལ་སྦྱར་མ་ཤེས་ན་ལྷ་སྒྲུབ་མ་ཤེས་པ་རེད། ང་རང་ལྷ་ཡིན་བསམ་པས་ཕན་གྱི་ཡོད་མ་རེད། ངས་སྔགས་བཟླས་པ་དེ་ལྷ་ཡི་གསུང་ཡིན་བསམ་པས་ཀྱི་ཕན་གྱི་ཡོད་མ་རེད། ངས་བསམ་བློ་བཏང་ནས་བློ་ཉེ་བར་ཞོག་བ་ཙམ་དེ་ལྷ་ཡི་ཐུགས་ཡིན་བསམ་ན་ཕན་གྱི་ཡོད་མ་རེད་དེ་འདྲ་ཡིན་དུ་མ་དག་པའི་གི་རྩ་རླུང་ཐིག་ལེ་གསུམ་དེ་དག་པའི་སྐུ་གསུང་ཐུགས་སུ་ཡང་ཆེར་ཤེས་པ། དེ་འདྲ་ཞིག་ཆེར་ཤེས་པ་དེ་ཡང་དང་པོ་བཅོས་མའི་བློ་ཡིས་ཆེར་ཤེས་པར་བྱེད། བཅོས་མའི་བློ་ཡིས་ཆེར་ནས་དེ་ལ་གོམས་ཡོང་དུས་རིམ་པས་རིམ་པས་རིམ་པས་ཀྱིས་བློ་ཉེ་བར་སྦྱངས་ཡོང་དུས་བློ་ཕྲ་མོ་ཕྲ་མོ་ཕྲ་མོར་སླེབས་ཡོང་དུས་དེ་ནས་ཅིག་གིས་ཕྱིན་ཅི་ལོག་པའི་རྟོག་ཚོགས་ཐམས་ཅད་དེ་རང་བཞིན་གྱིས་དེ་ཀྱི་ལྷ་དང་བཟླས་བརྗོད་དང་དཀྱིལ་འཁོར་གྱི་ནུས་པ་ལ་བརྟེན་ནས་ལྷ་ཡི་རྣལ་འབྱོར་དང་ལ་བར་འགྲོ་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་གི་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་སྤྲུལ་པ་རེད། དེའི་སྐབས་ན་ཐ་མ་པའི་ཡོག་མ་རེད་ད། དེའི་སྐབས་སུ་ལ་དེ་ནས་ད་ལྟ་དཔལ་ཐང་ལེན་པའི་གསུང་དེ་སྣང་གྲགས་རིགས་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པའི་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་སེ་ཡ་སྟེ་ཐུགས་ཀྱི་ཐིག་ལེ་ཟད་དེ་མུག་གོ་རེ་དབྱེར་མེད་སེ་ཡ་ཚིག་དེ་བར་དུ་ལ་དེ་ཡོང་གི་ཡོག་རེ་ད། འོ་དཔལ་ཐང་ལེན་པའི་གསུང་དེར་བ་དེ་བཞིན་འགྱུར་མེད་རྡོ་རྗེ་སྨིན་གླིང་སྐུ་མཆེད་གཉིས་ཟེར་བའི་སྐབས་སུ་ལ་སྐུ་སྐུ་མཆེད་རྒན་པ་དེ་དེར་བ་འོ་དེ་ཡིན་དུས་ད་སྣང་གྲགས་རིགས་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ད་ལྟ་ནས་རྒྱང་གོ་ཡོག་རེ་ད། རིན་ཆེན་སྟེགས་ཀྱི་མཛོད་པའི་ཆེན་མོ་ནང་ལོང་ཡ་དག་ཅིག་གི། རྩ་བ་གསུམ་རྣམ་གཞག་ལས་ཀྱི་ཡོ་བ་རེ་བྱིན་རླབས་ཀྱི་རྩ་བ་བླ་མ་བླ་མ་ལ་ཡང་ཞི་རགས། དངོས་གྲུབ་ཀྱི་རྩ་བ་ཡི་དམ་དེ་ལ་སྒྲུབ་པ་བཀའ་བརྒྱད་དེ་ནི་ཕྲིན་ལས་ཀྱི་རྩ་བ་ཆོས་འབྱུང་འོ་དེ་འདྲའི་སེར་སྣ་མ་བསྒྲིགས་ཡོན་ཏན་བརྩམས་པ་ལ། དེ་ནི་ཕ་ཉིན་བདུད་བརྩམས་པ་ལ་རྩ་བ་གསུམ་བསལ་ཏེ་ཚང་མེད་ཀྱི་ཤན་འདེབས་པ་ཅིག་ལ་ཡིན་ན་ཡང་རང་གི་ལུས་ངག་ཡིད་གསུམ་སྟེ། རྩ་བ་གསུམ་གྱི་སྐུ་གསུང་ཐུགས་ལས་ཡ་ཆེར་མ་བཤད་ན། ཆེར་མ་བཤད་ན། བུམ་པ་དང་གཏོར་མ་དང་རྫས་ལ་སོགས་པ་ལ་འབྲེལ་པ་བཞག་ན་མ་བཞག་ན་ནུས་པ་མི་འདུག་བ། དེ་ང་ཚོས་ཤེས་དགོས་བ་རེད་དེ་མེད་ན་ང་ཚོས་འཚང་ཁ་རྒྱག་གི་འདུག་བ་ད་དབང་ལ་འཚང་ཁ་རྒྱབ་ན་ཡིན་གཅིག་མིན་གཉིས་བུམ་པ་དེ་མགོ་ལ་ཅིག་ཐུག་མ་ཐུག་ན་དབང་ཐོབ་མ་སོང་བསམ་པ་འདྲ་བོ་དང་རྫས་དང་བྱིན་རླབས་ལ་སོགས་པ་དེ་ཚོ་བྲིས་ཏེ་ཅིག་འབྲེལ་པ་ཅིག་ཐོབ་མ་ཐོབ་ན་དབང་ཐོབ་མ་སོང་བསམ་པ་ཅིག་མ་གཏོགས་དབང་ངོ་མ་དེ་ཐོབ་པ་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན་འབྲས་བུ་རིམ་གཉིས་ཀྱིས་ཐོབ་པའི་རྣམ་གཞག་གསུམ་པོ་དེ་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་ན་འགྲོ་སྟངས་གཅིག་པ་རེད་ཐོབ་པ་དབང་གིས་ཐོབ་ནས་ཐོབ་ཡ་ལ། ལུག་ང་ཡོད་གསུང་དབང་དུ་འགྱུར་དགོས་ཀྱི་འདུག་དེས་འབྲས་བུ་འབྲས་བུ་ཐོབ་དགོས་པ་ལ་དེ་ཡི་དམ་ཚིག་བསྲུང་དགོས་ཀྱི་འདུག་དེ་ལ་དེ་ཐོབ་པ་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན་འབྲས་བུ་རིམ་གཉིས་ཀྱིས་ཐོབ་དགོས་ཀྱི་འདུག་དེ་འབྲས་ཀྱི་རྣམ་གཞག་དེ་བཤད་མ་ཐུབ་ཡོང་དུས། དེ་ནི་བསྟན་དང་བསྟན་པའི་དཀྱིལ་འཁོར་ལྷ་ཚོགས་དེ། ཚོམ་བུ་དང་རྡུལ་ཚོན་དང་རེ་རེ་དང། བློས་བསླང་ལ་སོགས་པ་དེ་ཁོ་ན་གི་ཐོག་ལ་བསམ་བློ་བཏང་བ་མ་གཏོགས། སྒྱུ་འཕྲུལ་དྲ་བ་ཟེར་ཡ་ཚིག་དེ་འཇམ་པ་ཚིག་མཆོག་དེ་ད་སྒྱུ་འཕྲུལ་དྲ་བ་རེད་བ། རྒྱུ་སྒྱུ་འཕྲུལ་དྲ་བ་ཟེར་སྒྱུ་འཕྲུལ་དྲ་བ་ཟེར་ཡ་དེ་དབང་ཕྱུག་ཚབ་ཀྱི་ཐེག་པ་ཟེར་ནས་མིང་དེ་བཏགས་ཀྱི་ཡོད་བ་རེད། སྒྱུ་སྒྱུ་འཕྲུལ་དྲ་བའི་ནང་ལོགས་ལ་བདག། ལྷ། དཀྱིལ་འཁོར་རྟེན་དང་བརྟེན་པ་ཐམས་ཅད་དབྱེར་མེད་ངང་ལ་ཡོད་པ་ཤེས་དགོས་ཀྱི་ཡོད་རེད་དེ་ཤེས་ཡ་ལ་རང་གི་མ་དག་པའི་གི་ལུས་ངག་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་གསུང་དེ་ཡེ་ནས་ཡིན་པ་ལ་ཡིན་པར་ཤེས་པའི་ཐོག་ནས། འགྲུབ་ཐུབ་དགོས་ཡོད་རེད་མ་གཏོགས་གསར་དུ་གཅིག་གིས་བླ་མའི་བྱིན་རླབས་དང་སྔགས་དང་ཏིང་ངེ་འཛིན་དང་རྫས་ལ་སོགས་པའི་ནུས་པ་ལ་བརྟེན་ནས་ལུས་ངག་ཡིད་གསུམ་དག་པའི་སྐུ་གསུང་ཐུགས་གསུམ་ལ་སྒྲུབ་ཡག་གི་ནུས་པ་རིམ་པ་རིམ་པ་དེ་མེད་པ་རེད། འོ་དེ་རེད་ད། དེ་ཞེ་དྲག་གལ་ཆེན་པོ་རེད། དེ་འདྲ་ཡོད་དེ་གཅིག་བྱས། གཉིས་པའི་ཐོག་ལ། ད་ད་ལྟ་ང་ཚོ་ཟླ་བ་གསུམ་འགོར་གྱི་ཡོད་ན་འདྲ་བཞི་འགོར་གྱི་ཡོད་ན་འདྲ་དེའི་རིང་ལ་ཡ། ད་ནི་ཨོ་ཅེ་དབང་ཤོག་པོ་ཐམས་ཅད་ཀྱིས་རབ་བྱུང་ན་རབ་སོང་རབ་རྒྱས་བྱུང་ན་མི་ཚེ་གཅིག་ལ་ཡ། གསང་སྔགས་རྡོ་རྗེ་ཐེག་པའི་སྒེར་ལམ་གྱི་རིམ་པ་ནང་ལོ་ཡང་རྟག་པར་གནས་ཐུབ་པ་ཅིག་དགོས་ཀྱི་ཡོད་རེད། དེ་ལྟར་མ་ཐུབ་ན་ཡང་ད་ཟླ་བ་གསུམ་བཞི་གི་ད་ལོའི་དབང་གི་རིམ་པའི་སྐབས་དེ་ལ། ཆགས་སྡང་གི་རྟོག་པའི་དབང་དུ་མ་འགྲོ་བ་བྱས་ནས། གཅིག་གི་ཉིན་མོ་ཡིན་ན་ཡང་གཅིག་གི་རང་གི་ལུས་ངག་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་སུ་ཆེར་ཤེས་པ་བཅས་སྣང་གྲགས་རིག་གསུམ་ལྷ་སྔགས་སྐུ་གསུང་ཐུགས་སུ་ལྷ་དང་སྔགས་དང་ཏིང་ངེ་འཛིན་ལ་ཆེར་ཤེས་པ་ཅིག་དེ་འདྲ་རེད་འདུག་དེ་ནི་མ་དག་པའི་གིས་ད་ལྟ་ཅིག་ཁང་པ་དང་ཁྱིམ་ལ་སོགས་པ་དེ་ཚོ་བྲིས་ཡང་དག་པའི་བྱ་ཡི་གང་ཡིན་བསམ་པ་དང། དེ་ནི་མཆེད་ལྕམ་རྡོ་རྗེ་ཕོ་མོ་ཐམས་ཅད་ཡང་ཐ་མལ་པའི་གིས་མཆེད། ཕོ་མོ་གི་བསམ་བློ་མ་ཡིན་པར་ཡི་དམ་གྱི་ལྷ་ཡི་རང་བཞིན་ཡིན་བསམ་པའི་གྱི་འདུ་ཤེས་དང་དེ་འདྲའི་ཅིག་གི་ཐོག་ན་བར་འགྲོ་ཐུ་ཡ་བྱས་པ་དེ་ཤ་ཁྲག་གེ་ཆེན་པོ་རེད་ད་དེ་ཚོ་བྲིས་མ་གཞི་ད་དུང་རྒྱལ་ལ་སྤོས་ཁ་བའི་ནང་ལ་ཡོང་དེ་གི་རེད་དེ་སྐབས་སུ་ལ་ཅིག་གི་ཚིག་ཁ་ཐུག་ཁ་ཐུག་འབྲེལ་བ་ཞུ་ཡ་ད་ད་ནི་ངས་ངོ་སྤྲོད་འདྲ་པོ་ཞུ་བའི་གཙོ་བོ་དེ་ད་རེས་ང་ཚོ་ཚང་མ་མཉམ་དུ་འཛོམས། རང་ལ་ནུས་པ་མེད་ན་ཡང་ཅི་དྲག་འདི་དྲག་སེམས་ལ་བྱ་ཟེར་ཡ་ཅིག་ང་ཚོ་བཀའ་བརྒྱུད་མགུར་ཚོ་ནང་ལ་ཡོད་རེད་བླ་མ་ཁོང་མེད་སོང་དེ་ན་རང་ལ་ནུས་པ་མེད་པ་རེད། ད་གིན། མཁན་པོ་གི་ད་ང་ཡག་རབས་འཇིགས་རབས་མང་པོ་ཞིག་རེད་སོང་སོང་ང་དེ་ཚོ་ནི་སྒྲོ་བཏགས་རེད། སྙན་ངག་ཐོག་ལ་ག་རེ་ལབ་ལབ་རེད་བ། ཨོ་དེ་རེད་སྒྲོ་ཐག་རེད་ང་རང་གིས་སྒྲོ་ཐག་རང་ཡིན་བསྟན་གྱི་འདུག་དེ་ཆོས་ཀྱི་ཆེ་བ་ཐོག་ལས་ཁོང་གིས་དེ་རེད་ཟེར་གསུངས་པ་རེད་ཐུགས་རྗེ་ཆེ་སྙན་པོ་ཞེ་དྲག་བྱུང་ང་ཡང་ང་རྒྱལ་ཡང་ཨོ་ཟེར་སྐྱེས་སོང་ལ། ཕ་ཆོས་ཡིན་པ་འདྲ་བསམ་ས་འདྲ་བོ་ཅིག་ཨོ་ཨོ་ཐུགས་རྗེ་རེད་དེ་ཁོ་སྒྲོ་ཐག་སྒྲོ་ཐག་རེད་དེ་ཞེ་དྲག་གལ་ཆེན་པོ་ག་ཡང་མཐོང་གི་མི་འདུག་རྣམ་པ་ཚོ་བས་ཡང་དེ་ཞེ་བུ་ཅིག་ཡིན་ས་རེད་བསམ་བསྡད་པ་ཡིན་ན་ཡང་ཁྱེད་རང་རྣམ་པ་ཚོ་དེ་ག་ཟོ་བོ་རྒྱལ་རོ་རེད་ལ་དེར་དོན་དག་གང་ཡང་ཡོད་མ་རེད་ད་ཡིན་ན་ཡང་བླ་མ་བཟང་པོ་ཅིག་བསྟེན་པ་དེ་དངོས་གནས་རེད། བླ་མ་བཟང་པོ་ཆེ་བསྟེན། བླ་མ་བཟང་པོ་ཆེ་བསྟེན་ནས་དེ་གི་སྐུ་མདུན་ནས་ཡང་ཅིག་གི་གདམས་ངག་མ་ཉུང་བ་ཞིག་ཐོས་མྱོང་བ། དབང་སྐུར་དབང་ཡང་ཡིན་ན་ཡང་ཅིག་མ་ཉུང་བ་ཞིག་ཐོབ་མྱོང་བ། ཁྲིད་དང་མན་ངག་ཡིན་ན་ཡང་མ་ཉུང་བ་ཞིག་ཐོབ་མྱོང་བ་དེ་ཚོ་དེ་དངོས་ཡོད་ཀྱི་གནས་ཚུལ་སྐད་ཆ་རེད། ཡིན་ན་ཡང་ཐོབ་མྱོང་རེད་དེ་ཡིན་ན་ཡང་རྒྱུད་ཐོག་ལ་སྦྱར་ཐུབ་མ་ཐུབ་དེ་གང་ཟག་སོ་སོ་ལ་རེ་གི་རེད་མ་གཏོགས་གཅིག་གིས་གཅིག་བྱས་ཡོད་རེད་གཉིས་བྱས་རེད་ཟེར་ནས་མང་པོ་ཅིག་བཤད་བསྡད་པའི་གི་ང་ཐོག་རུ་འགྲོ་ཡག་དང་བྱས་ཡོད་མ་རེད་ཟེར་ནས་ང་སྨྲ་རུ་འགྲོ་ཡག་གང་ཡོད་མ་རེད། སོ་སོའི་རྒྱུད་སྲོལ་སོ་སོས་བཤད་པ་རེད་མ་གཏོགས་གང་ཟག་གི་ཚུལ་མཚན་ཞིག་རྩོད་ཡག་གང་ཡང་ཡོད་མ་རེད་དེ་ཡིན་ན་ཡང་ད་བླ་མ་བཟང་པོ་ཆེ་བསྟེན་པ་རེད།